ཆུའི་འབྱུང་བ་ཐིམ་རིམ་དང་ནི་ནང་གི་དེ་ནི་སྣང་བ་ཤར་དང་གོ་ལ་ངན་དེ་རིང་མདོར་བསྡུས་ཀྱི་ཞོལ་ཡིན། འདི་ཞུ་བའི་ཐོག་མ་དེ་ལ་ད་ད་བར་དོ་ཐུ་ར་ཆོ་མོ་ཁོ་ར་ནང་དུ་ལ་ད་ཕྱི་ག་བར་དོ་གི་རྩ་ཚིག་ཅིག་ཞུ་ཡོད་རེད་ད་འདི་རྩ་ཚིག་དེ་ང་མ་དང་པོ་སྐྱོར་གྱི་རེད་བ། ད་རྩ་ཚིག་དེ་ག་རེ་འདུག་ཟེར་ན། ཀྱེ་མ་བདག་ལ་ཕྱི་ག་བར་དོ་འཆར་དུས་འདིར། ཀུན་ལ་ཆགས་སེམས་ཞེན་འཛིན་སྤངས་བྱས་ནས། དྭངས་མ་གསལ་བའི་ངང་ལ་མ་ཡེངས་བཞུགས། རང་རིག་སྐལ་དམན་རྣམས་ཀྱི་དབྱིངས་སུ་འཕོ། གདུལ་བྱའི་ཤ་ཁྲག་ལུས་དང་དགྲ་ལ་མཁས།

ཆད་པའི་ཚུལ་འཆོས་འདི་ལ་ནི་འཆི་ཁ་ཡང་བར་དོ་ཟླ་བ་ཡོད་རེད། ད་འཆི་ཁ་ཡང་བར་དོའི་སྐབས་སུ་ཟད་ཟད་དེ་ད་ང་རང་ཚོ་ཤི་བའི་ཤི་འགྲོ་བའི་སྐབས་སུ་དེར་ད་ད་ད་ཐ་མ་ཐ་མ་ད་ད་ཤི་གི་ཤི་ཤི་འགྲོ་བའི་གི་ད་དེའི་རིང་དེ་ལ་ད་ང་རང་ཚོ་འཆི་ཁ་ཡང་བར་དོ་ལགས་རེད། ད་ཤི་འགྲོ་བའི་སྐབས་སུ་ལ་དེ་ནི་ང་རང་ཤི་འགྲོ་བའི་སྐབས་སུ་ལ་ད་ང་རང་ཚོ་ཨ་ནི་སྐྱེ་གནས་ཀྱི་བར་དོའི་སྐབས་སུ་ཉམས་ལེན་ཡག་པོ་ཡོད་པ་ད་ནི་ཨ་ནི་དགེ་བ་ཡག་པོ་བསགས་ཡོད་ན་ཨ་ནི་ཤི་ག་ལ་ལ་དེ་ནི་ང་རང་ཚོ་སེམས་འདི་ཨ་ནི་གདེང་ཚུགས་པོ་ད་སེམས་འདི་ལྷོད་ལྷོད་ཡོང་གི་ཡོད་རེད། ད་དུས་དེའི་སྐབས་སུ་ལ་དེ་ནས་སེམས་ལྷོད་ལྷོད། སེམས་ལྷོད་ལྷོད་མས་དེ་ནས་སོ་སོའི་རྒྱུ་ནོར་ནུང་ཆོས་དངུལ་བད་ཤག་མང་པོ་ཅིག་བསགས་བསྡད་པ་དག་ནི་ཕ་མ་སྤུན་མཆེད་བུ་ཕྲུག་འདི་ཚོ་ལ་ནི་ཆགས་པ་དང་ཞེན་པ་ཆུང་པོ་བརྗེད་སྡོད་པ་ཡིན་ན་འདི་གི་ཡག་པོ་ཡོང་གི་ཡོད་མ་རེད་ཞི་དུས་སྐབས་སུ་ལ་དེ་ནས་ཞེད་སྣང་ཆེན་པོ་ཞེད་སྣང་ད་གང་འདྲ་ཞེད་སྣང་དང་དངངས་སྐྲག་དང་ད་འདི་ལ་བརྟེན་པའི་གི་དེ་ནས་སྐྱེ་བ་ཕྱི་མ་ལ་ཨ་ནི་འགྲོ་བ་རིགས་དྲུག་ལ་ལུས་ཡོད་ཀྱི་ཡག་པོ་བླང་གི་མ་རེད་ད་དེ་དུས་སོ་སོ་གིས་ད་ཅིག་ཞིག་གནང་དང་མངགས་གནང་མ་བྱས་པ་བྱས་ནས་དེ་དུས་སྐབས་སོ་སོ་ནས་སེམས་ནས་ལྷོད་ལྷོད་བཞག་དེ་ནས་སོ་སོ་སྔོན་མ་སྐྱེ་གནས་བར་དོའི་སྐབས་སོ་ལ་ཉམས་ལེན་ཡག་པོ་བྱས་ཡོད་པ་ཡིན་ན་ཨ་ནི་འཕོ་བ་དུས་སུ་ཡག་པོ་སྦྱོང་བརྡར་བྱས་ཡོད་པ་ཡིན་ན་ད་དེ་ཤི་ཁ་ལ་ལ་དེ་ནས་སོ་སོ་སོ་སོ་གིས་ཨ་ནི་འཕོ་བ་བརྒྱབ་ཡོད་ཡོད་རེད

སྒོ་ཚངས་པོ་ནི་ཡང་སྟོན་དགོས། ད་ཐར་པའི་ལམ་དེ་ཚངས་པོ་ཡིན་ལགས་ལ་ཐང་པོ་ཚངས་པོ་སྒོ་དེ། དེ་སྒོ་སྤྱི་གཙུག་གི་ཚངས་བུག་དེ་ཐར་པའི་སྒོའི་ཐར་པའི་ཞིང་ཁམས་འགྲོ་བའི་ལམ་ཡིན། གཞན་པ་དེ་ཚོའི་སྒོ་དགུག་ནང་ནི་སྒོ་གཞན་པ་བརྒྱད་དེ་ཚོ་དེ་ནི། ཨ་ནི་ལྷ་དང་ལྷ་མིན་མི་དང་དུད་འགྲོ་དམྱལ་བ་ཡི་དྭགས་བརྒྱད་པོའི་གི་དེ་ནི་ལམ་ཡིན་ལགས་ཀྱི་ཡོད་རོ། བྱས་ཙང་ང་རང་ཚོ་ད་གསོལ་སོ་སོ་ལ་འདུན་པ་སྤྲད་དགོས་རེད་ཉམས་ལེན་ཡག་པོ་ཡོད་ན་ད་དབུགས་ཆད་འགྲོ་ད་འཆི་བའི་རྟགས་དེ་རིམ་པ་ཤར་འོང་བའི་སྐབས་སུ་ལ་དེ་ནི་སོ་སོ་སོ་སོ་གི། དག་ཅིག། ཡིན་གཅིག་མིན་གཅིག་ཚང་མ་རིམ་པ་ཅིག་བསྒོམ་མ་ཐུབ་ན་ཡིན་གཅིག་སོ་སོ་དམིགས་པ་དེ་བདུན་པ་དེ་ཚངས་བུག། ཚངས་བུག་དེ་ལ་བདུན་པ་སྤྲད་དགོས་པར་ཐལ། དེ་ལ། རོ། དེ་ལ་དེ་ལ་བདུན་པ་སྤྲད་ནས་དེ་ནི་སོ་སོ་རྣམ་ཤེས་འདི་ལ་འདི་ལ། མ་བཏོན་ཐོད་རྒལ་གྱི་ད་ཐབས་ཤིག་བཏང་བ་རེད། ད་སོ་སོ་གི་ནུས་པ་ཉམས་ལེན་མེད་ན་ཨ་ནི་ཤི་ག་ལ་དེ་ནི་བླ་མ་དགེ་བའི་བཤེས་གཉེན་དེ་ཚོ་སྐད་བཏང་ནས་དེ་ནི། ཕོ་བ་རྒྱབ་བཅུག་གོ་རོ། ད་ཕོ་བ་རྒྱབ་པའི་སྐབས་སུ་ལ་དེ་ནི།

འབྱུང་བ་ཐིམ་རིམ་པའི་དང་པོ། ནང་གི་འབྱུང་བ། ད་ཆ་བྱང་དང་འབྱུང་བ་ཕྱི། ནང་གི་འབྱུང་བ་དེ་ཕྱིའི་འབྱུང་བ་ལ་ཐིམ་པའི་དང་ནི། འབྱུང་བ་གི་འབྱུང་བ་ལ་ཐིམ་འགྲོ་ཡ་དེ་ནི་ཡོད་རེད། ད་འདི་ལ་དང་པོ་ང་རང་ཚོས་ད་ནང་གི་འབྱུང་བ་དེ་ངོ་འཕྲོད་དགོས་ནང་གི་འབྱུང་བ་དེ། ནང་གི་འབྱུང་བ་དེ་ག་རེ་རེད་ཕྱིའི་འབྱུང་བ་དེ་ག་རེ་ཟེར་ན་ཕྱིའི་འབྱུང་བ་དེ་ས་ཆུ་མེ་རླུང་ནམ་མཁའ་དེ་ཕྱིའི་འབྱུང་བ་རེད། ད་འདི་ག་ནང་བཞིན་འབྱུང་བ་ལྔ་དེ་ང་ཚོའི་ནང་ལ་ཡོད་རེད། ད་ནང་གི་འབྱུང་བ་ལྔ་དེ་ག་རེད་ཟེར་ན་ནང་གི་འབྱུང་བ་ས་དེ་ག་རེད་ཟེར་ན་ང་རང་ཚོ་གི་ཤ་དང། ཨ་ནི་རུས་པ་དང་པགས་པ་འདི་ཚོ་དེ་ནང་གི་འབྱུང་བ་ས་རེད། ཨ་ནི་ནང་གི་འབྱུང་བ་ཆུ་དེ་ག་རེད་ཟེར་ན་ནང་གི་འབྱུང་བ་ཆུ་དེ་ང་རང་ཚོ་གི་ལུས་ནང་ཡོད་པའི་ཁྲག་དང། ཨ་ནི་ཆུ་སེར་དང་མིག་ཆུ་འདི་ཚོ་དེ་ནང་གི་འབྱུང་བ་ཆུ་རེད། ཨ་ནི་ནང་གི་འབྱུང་བ་མེ་དེ་ག་རེད་ཟེར་ན་ནང་གི་འབྱུང་བ་མེ་དེ་ང་རང་ཚོ་ད་གོ་ནི་རྐང་པ་མཐིལ་བར་དུ་ལུས་པོ་ལ་བགྲོད་དུ་བ་བགྲོད་ཚ་བོ་འདི། ཨ་ནི། ནང་གི་འབྱུང་བ་མེ་རེད། ཨཱ་ནི་ནང་གི་འབྱུང་བ་རླུང་དེ་ག་རེད་ཟེར་ན་ཨཱ་ནི་ང་རང་ཚོ་དབུགས་ཡར་མར་བཏང་ཡས་བྱེད་དོ། དེ་དབུགས་དེ་ནང་གི་འབྱུང་བ་རླུང་རེད། ཨཱ་ནི་ནང་གི་འབྱུང་བ་ནམ་མཁའ་ཟས་དེ་ག་འདྲ་རེད་ཟེར་ནམ་གི་འབྱུང་བ་དེ་ང་རང་ཚོ་གི་ད་གོ་ནི་རྐང་པའི་བར་ལ་ནང་ལ་པད་མེ་ཚི་སྟོང་པ་མང་པོ་ཡོད་རེད་སྦུ་ག་མང་པོ་ཡོད་རེད་ཧོག་སྟོང་མང་པོ་ཡོད་རེད་དེ་ཐམས་ཅད་དེ་ནམ་གི་འབྱུང་བ་ནམ་མཁའ་རེད། ད་དེ་ནམ་མཁའ་དེ་ཤི་འགྲོ་བའི་སྐབས་སུ་ལ་དེ་སྔར་དེ་རིམ་པ་བཞིན་ཐིམ་འགྲོ་གི་ཡོད་རེད། ད་ཐིམ་པའི་སྐབས་སུ་ལ་ཕྱིའི་རྟགས་དང་ནང་གི་རྟགས་རིམ་པ་བཞིན་ཡོང་གི་ཡོད་རེད། ནང་གི་རྟགས་དེ་ཤིའི་འགངས་ས་ཁོ་རང་ལ་ཚོར་སྣང་ཡོང་གི་རེད་ཕྱིའི་རྟགས་དེ་ང་རང་ཚོ་ཚང་མ་མཐོང་ཐུབ་ཀྱི་ཡོད་རེད། ད་དེ་འབྱུང་བ་ཐིམ་པའི་སྐབས་སུ་ལ་ཐོག་མ་ད་ནང་གི་འབྱུང་བ་ས་དེ་ཨ་ནི། ནང་ད་ནང་གི་འབྱུང་བ་ཆུ་དེ་ལ་ཐིམ་འགྲོ་བའི་སྐབས་སུ་ལ་ཨ་ནི། ཕྱི་ལ་ག་རེ་རྟགས་ཡོང་གི་རེད་ཟེར་ན། སོ་སོ་གི་ལུས་པོ་སྟོབས་ཟམ་མ་ཤོར། ཨ་ནི་ལུས་པོ་འགུལ་མི་ཐུབ། ལག་པ་དེ་ཚོ། བཀྱག་མི་ཐུབ་རྐང་པ་དེ་ཚོས་སྒུལ་མི་ཐུབ་ཨ་ནི་དེ་ནི་ཆགས་ཀྱི་རེད་ཟེར་ཕྱིའི་རྟགས་ལ། ཨ་ནི་ནང་གི་རྟགས་ལ་གར་ཟེར་ན་སོ་སོ་གི་ད། སོ་སོ་གི་ད་སོ་སོ་སེམས་དེ་ད་གར་སྣང་བ་ཤར་གར་ཟེར་ན་སོ་སོ་པའི་ས་ཆ་རྒྱ་ཆེན་པོ་དེ་ནི་གི་ད། ཨ་ནི་ས་ཆ་ཞིག་གི་དེ་ནི་དཀྱིལ་མ་ནས་མར་ལ་དེ་ནི་ཐིམ་འགྲོ་བ་དང་ཡང་ན་དེ་ནི་མར་ནང་ནི་མར་ལ་ཟགས་འགྲོ་བ། དེ་འདྲ་ཡིན། སྣང་བ་ཤར་བས་ད་དེ་དུས་ག་ཚོད་སྡུག་བསྔལ་ཡོང་ཚོར་ཚོར་སྣང་ཡོང་ས་རེད། ང་ཚོར་འདི་བལྟས་ཟིན་ནས་སྒང་ནས་མ་གཟར་བ་ཡིན་ན་སེམས་ལ་ཨ་ནི་འཇིགས་སྣང་སྐྲག་སྣང་ག་ནས་ཡོང་གི་འདུག་དེ་དུས་ད་ས་ས་ཆེ་རྒྱ་ཆེན་པོ་དེ་ནི་གི་དགུང་ནི་མ་ལ་ད་ཐིམ་འགྲོ་གི་རེད་མ་ལ་ཟགས་འགྲོ་གི་རེད་ད་དེ་ནི་ཅི། སྣང་བ་དེ་ནས་ཤར་གི་ཡོད་རེད། དེ་ནས་འདི་ག་ནང་བཞིན་གྱི་ད་ཨ་ནི་ད་ཆུའི་འབྱུང་བ་དེ་མེ་ལ་ཐིམ་འགྲོ་བའི་སྐབས་སུ་ལ་ཨ་ནི་ཆུའི་རྟགས་ལ་ག་རེ་འབྱུང་གི་རེད་ཟེར་ན་ཕྱིའི་རྟགས་ལ་ང་རང་ཚོ་གི་ད་ཅིག་དགའ་སོ། ཨཱ་ནི། ཁ་འདི་ཚོ་སྐམ། ལྕེ་འདི་ཚོ་སྐམ། མིག་ཆུ་འདི་ཚོ་དག་ཤོར་ཏེ་ཤོར་ཚར་འདི་ནི་མིག་འདི་ཚོ་སྐམ། ཨཱ་ནི་ལུས་པོ་ཁྲག་འདི་ཚོ་སྐམ་ནས་ནི་ང་རང་གི་ལུས་པོ། དེ་ནི་པགས་པ་དང་དེ་ནི་ཤ་འདི་ཚོ་སྐྱ་ཕག་ཕག་འདྲ་བ་དེ་ནི་ཆགས་འགྲོ་གི་རེད་ཟེར་ཕྱིའི་རྟགས་ལ། ཨཱ་ནི་ནང་གི་རྟགས་ལ་ག་རེ་འབྱུང་གི་རེད་ཟེར་ལ་ཡང་དུས་ཨཱ་ནི་ང་རང་ཚོ་དེ་བལ་པའི་སྦས་ཀྱི་ཆུ་བོ་ཆུང་པོ། ཨཱ་ནི་འདི་ནི་རྒྱ་མཚོ་གི་དཀྱིལ་མ་ནང་ལ་མ་ཟགས་འགྲོ་བ། དེ་ནས་མ་མ་ནང་ལ་ལྷུང་འགྲོ་བ་དེ་ནས་ཀྱི་ནང་ལ་ཐིམ་འགྲོ་བ་ཡི་དེ་ནས་ཀྱི་ཨཱ་ནི་ནང་གི་སྣང་བ་ཤར་གི་རེད། ད་དུས་རྒྱུན་ང་ཚོ་ལ་འཇིགས་སྣང་སྣང་ར་ག་ཚོད་ཡོང་ས་རེད་རོ། ང་ཚོ་དཔེ་རྒྱ་ཆུ་རྒྱུག་ཆུ་ཆུང་ཆུང་ཅིག་གང་ལ་འགྲོ་འགྲོ་སིང་དང་འགྲོ་འགྲོ་ན་ཟགས་འགྲོ་འམ་ནས་རེད་ད་ནི་མགོ་འཁོར་ནས་རིལ་འགྲོ་འམ་བསམ་ན་ཞིང་ན་ག་ནས་ཡོང་གི་འདུག་ད་དུས་དུས་རྒྱ་མཚོ་ཆེན་པོ་སྐྱེས་མ་ལས་མ་ལྷུང་འགྲོ་ཐིམ་འགྲོ་བ་གི་དེ་འདྲ་གི་སྣང་བ་ཡོང་ན་ག་ཚོད་འཇིགས་སྣང་སྐྱེ་ས་རེད་རོ། ད་འདི་སྣང་བ་ནང་ལ་སྣང་བ་འདི་ཡིས་འཆར་གི་རེད་དེ་ནས། དེའི་རྗེས་ལ་མེའི་རླུང་མེའི་འབྱུང་བ་མེའི་ཁམས་དེ་མེའི་འབྱུང་བ་དེ་ཨ་ནི་རླུང་གི་འབྱུང་བ་ལ་ཐིམ་འགྲོ་གི་ཡོད་རེད། མེའི་འབྱུང་བ་དེ་རླུང་གི་འབྱུང་བ་ལ་ཐིམ་འགྲོ་བའི་སྐབས་སུ་ཕྱིའི་རྟགས་ལ་ག་རེ་འབྱུང་གི་རེད་ཟེར་ན་ང་རང་གི་ལུས་ཀྱི་དྲོད་ཐམས་ཅད་ཉམས་འགྲོ་གི་རེད་ད། དྲོད་ཐམས་ཅད་ག་ལེ་ཡལ་འགྲོ་གི་རེད། ལག་པ་དེ་ཚོས་སྦྲང་མོ་ཆགས་རྐང་པ་དེ་ཚོས་སྦྲང་མོ་ཆགས་དེ་ནི་སྦྲང་མོ་སྦྲང་མོ་ཆགས་ཆགས་ཆགས་ཀྱི་འགྲོ་གི་ཡོད་རེད། དེ་ནི་ཨ་ནི་ནང་གི་ཚོར་བ་ལ་ག་རེ་སླེབས་ཀྱི་རེད་ཟེར་ན།

དེ་ནི་འཇིགས་སྣང་སྐྲག་སྒྲ་ག་ཚོད་ཡོད་རེད། སྡུག་བསྔལ་ག་ཚོད་མྱོང་ས་རེད། ད་དེ་མེ་དེ་རླུང་ལ་ཐིམ་པ་རེད། དེ་རླུང་གི་རླུང་གི་རླུང་གི་འབྱུང་བ་དེ་རླུང་གི་རླུང་ཁམས་དེ་དག་ད་ཅིག་ནམ་མཁའི་ཁམས་འམ་རྣམ་ཤེས་ཀྱི་ཁམས་དེ་ལ་ཐིམ་འགྲོ་དུས་སྐབས་སུ་ལ་དེ་ནི་གར་སེ། ཨཱ་ནི་ང་ཚོས་དབུགས་དབུགས་བཏང་མི་ཐུབ་པ་དབུགས་རིང་པོ་བཏང། ཨཱ་ནི་དབུགས་ཕྱི་ལ་རིང་པོ་བཏང་ནས་ནང་ལ་སྡུད་མ་ཐུབ་པ་དེ་འཆའ་དེ་གི་དོག་དེ་ནི་གར་སེ། དབུགས་ཧར་ཧར་ཧར་ལབ་དེ་གི་དོག་དབུགས་བཏང་པས་མགྱོགས་པོ་བཏང་ཡ་དང་ང་ཚོས་ཞེད་ཡོང་གི་དེ་ནི་ཡོང་གི་དོག། ད་དེ་ནི་སྐབས་སུ་ལ་དབུགས་དེ་དེ་ནི་སྐབས་སུ་ལ་དེ་ནི

ད་ཁྱེའུ་བོ་ཆེ་ཚར་བའི་རྗེས་ལ་ད་མི་ཤི་ས་རེད་ཟེར་ན་ད་དེ་དུས་མི་ཡག་པོ་ཅིག་ནི་ཤི་ཡོད་མ་རེད་ད་རོག་རྩ་ད་བའི་ཕུ་ནུའི་ཚོགས་པའམ་ད་ཚིག་ངན་ཚང་པ་ཅིག་ཤི་ཡོད་མ་རེད་ད་ང་ད་ཁྱེའུ་དེ་ཆེ་ནས་ནང་འུར་དེ་ཆེ་ཡོད་མ་རེད་ད་རུང་ད་ནང་འུར་ཆེ་བ་ད་ར་ད་རྣམ་ཤེས་ད་གི་རླུང་དེ་ད་རྣམ་ཤེས་ལ་ཐིམ་དུས་སྐབས་སུ་ར་ད་ཁྱེའུ་བོ་ཆེ་ཚར་རེད་ད་རྣམ་ཤེས་དེ་དགའ་བ་ཐིམ་འགྲོ་གི་རེད་རྣམ་ཤེས་དེ་འོ་ཚར་ལ་ཐིམ་འགྲོ་གི་རེད་ད། ད་རྣམ་ཤེས་དེ་འོད་གསལ་ལ་ངང་དུ་ཐིམ་འགྲོ་བའི་སྐབས་སུ་ལ་ད། སྣང་བ་ག་རེ་ཤར་གི་རེད་ཟེར་ན། ད་ནང་དབུགས་ཆད་པའི་སྐབས་སུ་ལ་ད་འདི་ལ་ཡང། འདི་ནང་ལ་ཡང་མདོར་བསྡུས་ཀྱིས་གསུངས་ཡོད་ད་འདི་ནང་ལ། འོད་གསལ་གསལ་དྭངས་འདྲ་བ་དེ་ནི་དངོས་ལ་དེ་གསུངས་ཡོད་འདི་དེ་མ། དཔེ་ཆ་ཐོག་ནས་ཞུས་བཞག་པ་ཡིན་ན། ད་ནང་དབུགས་ཆད་པའི་སྐབས་སུ་ལ། ད་རྣམ་ཤེས་དེ་འོད་གསལ་ངང་དུ་ཐིམ་འགྲོ་བའི་སྐབས་སུ་ལ་དེ་ནས་དེའི་སྐབས་སུ་ནང་ནང་དབུགས་ཆད་ཀྱི་ཡོད་ད། ད་ནང་དབུགས་ཆད་པའི་སྐབས་སུ་ལ་རང་ང་རང་ཚུགས་ཀྱི། ད་ག་རེ་ང་རང་ཚུགས་ཀྱི་ད་ཅི་ག་སོགས་སེམས་དེ་རྩ་དབུ་མ་ནང་ལ་ཞུགས་འགྲོ་བའི་འོད་གསལ་གྱི་རྣམ་ཤེས་དེ། ད་རྩ་དབུ་མ་ནང་ལ་ཞུགས་པའི་སྐབས་སུ་དང་པོ་ག་རེ་ཤར་ཡོད་ཟེར་ན། ཨ་ནི་མ་ལས་ཐོབ་པའི་རག་ལྟ་དེ་གྱེན་དུ་འགྲོ། ཨ་ནི་ཨ་མ་ལས་མ་ལས་ཐོབ་པའི་རག་ལྟ་དེ་ཨ་ནི་གསང་གནས་ནས་ཡར་སྙིང་ག་ལ་གྱེན་ལ་འགྲོ་ནས་སྙིང་ག་ལ་འགྲོ་གི་རེད།

ད་གཙོ་བོ་དེ་ང་ཚོ་བར་དོ་ཐོས་གྲོལ་ཆེན་པོ་གནང་འདུག་ལ་ནི་ཨ་ནི་མི་དེ་ནི་ཤི་བ་དང་ནང་དབུགས་ཆད་པ་དང་ཨ་ནི་ག་རེ། ཞག། བཞི་དང་ཕྱེད་ཀྱི་རིང་ལ་ཨ་ནི། ཨ་ནི། ནང་དབུགས་མ་ཆད་ཆད་ཀྱི་མ་རེད་དེ་ནི་མིའི་ལུས་པོ་དེ་འགུལ་རྒྱུ་ད་ཡང་ཡོད་མ་ལགས་ཏེ། གཙོ་བོ་དེ་མི་ཉམས་ལེན་ཅན་དང། ཨ་ནི་ལུས་ཀྱི་རྩ་དེ་ཚོ་དཔེ་མི་ཚེ་དྲང་པོ་ཡག་པོ་ཡོད་པའི་གང་ཟག་ལ། ཨ་ནི་དགོངས་ནས་ཨ་ནི་ཞག་བཞི་དང་ཕྱེད་བར་དུ་ཨ་ནི་ལུས་བགོ་རྒྱུ་དག་ཡོད་མ་རེད་གསུངས་པ་རེད། ཡིན་ན་ཡང་ཨ་ནི་མི་བསོད་ནམས་བསོད་ནམས་མི་ལྡན་མཁན་དང་ཨ་ནི་སྔ་མ་སྐྱེ་གནས་བར་དུ་སྐྱབས་སུ་ཉམས་ལེན་མེད་མཁན་དང་ཨ་ནི་ཅིག་རྩ་བཟང་པོ་མེད་མཁན་རྩ་བཟང་པོ་མེད་མཁན་མི་ཡིན་ན་ནི་ཨ་ནི་ད་གི་རྣམ་ཤེས་དང་སེམས། རྣམ་ཤེས་ད་རྣམ་ཤེས་དེ་དེ་བྱང་སེམས་དཀར་དམར་གཉིས་ཀྱི་སྐྱེ་མ་ལ་དག་པ་དང་ཡར་ལ་སེ་ཧོལ་གཅིག་གཉིས་གསུམ་བཞི་ལྔ་དྲུག་བདུན་ཡར་ལངས་པ་དང་ལམ་བཟང་གོ་ག་བ་རེད། ཁོ་རྣམ་ཤེས་ཀྱི་དག་རླུང་དུ་མ་ལོག་དྲུག་རྩ་དབུ་མ་ནས་མ་ལོག་ནས་ཨ་ནི་རྩ་རོ་མ་རྐྱང་པ་གཉིས་ཀྱི་གང་རུང་ལ་ཞུགས་ནས་ཨ་ནི། ང་ཚོ་ལུས་ལ་སྦུ་ག་དགུ་གནང་ནས་དག་གཅིག་ཚངས་བུག་དེར་བ་ཚངས་བུག་ནི་མ་ཡིན་པ་བྱས་ནས་སྦུ་ག་བརྒྱད་གང་རུང་ནས་མ་ཕྱི་ལ་དོན་དྲུག་རེད། ཕྱི་ལ་དོན་ནི་དེ་ནི

ཉམས་ལེན་མེད་མཁན་དུས་ཚོད་ལ་ནི། ད་ཉམས་ལེན་མེད་མཁན་དུ་བདག་རྣམ་ཤེས་དེ་ཕྱིར་ལ་ཐོན་ཨ་ནི་ཁོ་ཤི་སོང་ས་ནི་ཁོ་རང་ཧ་གོ་ཡོད་མ་རེད། ཁོ་ཧ་མ་གོ་དུས་ཨ་ནི་ཁོ་འགྲོ་གི་རེད་ད། ད་ཁྱོད་སོ་སོ་ད། སྤུ་གུ་ཅིག་ཤི་བ་ན་ཨ་ཕ་མ་ཕ་མ་འགྲམ་ལ་འགྲོ་གི་རེད་ཕ་མ་འགྲོང་བས་ན་སྤུ་གུ་དུས་ཚོད་འགྲམ་ལ་འགྲོ་གི་རེད་ད། སྤུན་སྤུན་སྤུན། ད་ཕ་མ་སྤུན་གཅིག་གཉིས་ཉོ་ཨ་འགྲམ་ལ་འགྲོ། ཨ་ནི་ཁོ་ཚོ་ལ་སྐད་ཆ་བཤད་གི་རེད་བ་ཁོ་ཚོ་ནི་གོ་གི་ཡོད་མ་ར། ཁོ་ཚོས་བཤད་པ་དེ་ནི་ཕ་མ་སྤུན་གཅིག་སྐད་ཆ་བཤད་པ་དེ་གཤིས་ཀའི་མི་དེ་ལ་དགོ། གཤིས་ཀའི་མི་དེ་ག་ཚད་ཤེས་པ་དེ་ཁོ་ཚོས་དགོ་བ་དགོ་གི་མ་རེད་མཐོང་བ་མཐོང་གི་མ་རེད། ཨ་ནི་ཁོ་ཚོས། ཁོ་ཚོ་ལ་སྐད་བརྒྱབ་ན་སྐད་ཡག་མ་གོ་ཨ་ནི་ཁོ་ཚོས་ཡག་མ་བྱེད། ཨ་ནི་ཁོ་གང་ཡིན་ན་བསམ་ནས་ཁོ་ཚོས་དེ་རིང་ང་ལ་ཡག་ནི་བྱེད་ཀྱི་མི་འདུག་ག་རེད། ཨ་ནི་ཁོ་ཚོ་ཁ་ལག་ཟ། ཁ་ལག་ཟ་ཁོ་རང་ཁ་ལག་ཟ་གོ་ནས་འདར་ལ་བསྡད། ཨ་ནི་ཁོ་རང་ཚང་མ་ཁ་ལག་བླུགས། ཨ་ནི་གཤིས་ཀའི་མི་ཁོ་ཚོ་ནི་ཁ་ལག་ཁ་ལོ་ལེགས་ཀྱི་མ་ར་མཐོང་གི་ཡོད་མ་ར་ཨ་ནི་ཁོ་རང་བླུགས་ཟ་ཁོ་རང་ཁོ་ལ་མ་སྤྲད་ཡོད་ནི་ཁོ་ཡང་ཁྱད་མཚར་བ་ཞིག་ཧོན་འཐོར་ར་གང་ཡིན་ན་ང་ལ་ཁ་ལག་སྤྲད་ཀྱི་མི་འདུག་ཟེར། དེ་ནས་ཁོ་དེ་ནས་ཅི་ནས་དེ་ནས། ཁོ་ནི་ད་སྤུན་རྒྱག་དུས་ཚོད་དང་སྣང་ཡོད་ར་གཅེས་པ་གཅེས་འཛིན་ཡོད་ར་དེ་ནས་ཀྱི་ཕྱི་དུ་དེ་ནས། འགྲོ། ནས་ཁོ་རང་རྒྱུ་ནོར་ལོངས་སྤྱོད་དུས་ཚོད་ཡོད་པ་ནས་དུས་ཚོད་ད་མི་གཞན་འབད་ཕྱོགས་བཏང་བ་དེ་ཚོད་ཁོང་ཁྲོ་ལངས། རོ་བ་དེ་ནས་རྗེས་ཀྱི་རྗེས་ཀྱི་ལ་ད་སྡུག་བསྔལ། ཁོ་སྤུན་རྒྱག་ཕ་མ་སྤུན་མཆེད་དུས་ཚོད་ཡག་མ་བྱས་དེ་ནས། ཅིག་མཐོང་ཡུན་དུ་ཁོ་རང་ལ་སྡུག་བསྔལ་ཞིག་མྱོང་ཡོད་རེད། སྡུག་བསྔལ་ཡོང་ཡོང་གི་སྐབས་སུ་ལ་དེ་ནས་ཁོ། པའི་མི་ཚེ་སེམས་ཕམ། དེ་ནས། དྲན་པ་འཐོར་དེ་ནས་རྒྱལ་འགྲོ་དགོས་རེད། དེ་ནས་རྒྱལ་འགྲོ་དེ་སྐབས་སུ་ལ་དེ་ནས་ཤི་བ་རེད་ད་གང་ལྟར་བར་དོ་ཤི་ཟིན་ན་ད་འདི་རང་རེད། ད་བར་དོ་ལ་ཡང་དྲན་པ་ཡང་ཤི་ནས་དེ་ནས་སང་ཉིན་ཡང་དྲན་པ་གསོས་ཡོང་དུས་སྐབས་སུ་ལ་དེ་ནས་སྣང་བ་ཁ་ཁ་ཅིག་ཆགས། སྣང་བ་སྣང་བ་རུ་ལོག་ལ་ཟིན། སྣང་བ་རུ་ལོག་ཟེར་ག་དེ་ན་སྣང་བ་བསམ་གྱི་མགོ་བཟློག་ནས་སྔ་མ་སྣང་བ་དེ་བཅད་མེད་ཞོག་ཚང་མ་མགོ་བཟློག་ནས་ཁྱད་མཚར་བ་ཁྱད་མཚར་བ་སྣང་བ་རྣམས་ཉི་མ་ཉི་མ་མཐོང་ཡས་མེད་པ་རོ། ད་གང་ལྟར་འཁོར་བ་གྱི་ད་སྣང་བ།